རྗེས་འཛིན་བླ་མ་དམིགས་པ་མེད་པའི་ཐུགས་རྗེ་ཆེན་པོ་དང་ལྡན་པ་རྣམས་ལ་ཕྱག་འཚལ་ལོ། ཞེས་བཏགས། གང་ཟག་གི་འཕྲོ་མཐུད་དེ། སྐྱབས་རྗེ་ཁྲི་རབས་བདུན་ཅུ་པའི་གིས་གསུངས་གང་ཞིག་གཏམ་གྱི་ཕྲེང་བ་ཡིན་མིན་སྨྲོས་ལ། ད་ཁ་རྩ་གསུམ་གྱི་བེ་བ་ཅི་ཡིན་བལྟས་ཡ་བལྟ་མགུ་ལུ། དེ་བྱོན། དེ་ལས་དེ་སྐྱབས་རྗེ་ཁྲི་ཟུར་རིན་པོ་ཆེ་གིས་ཀུན་འདུས་བཅའ། བྱང་བ་བཅའ། དེ་ལས་དེ་ཁོ་གིས་མཚན་གྱི་སྐོར་ལས་པས། དེ་ལྟར་མཚན།

དེ་ཚེ་ངོ་མ་དེའང་ནི་འུ་ཐག་བཅད་མི་བདེ། དེ་ལྟར་ལྕགས་ཀྱུ་འཁོར་རིགས་ཀྱི་རྩ་ཡི་བླ་མ་ཁྲི་ཟུར་བདེ་བར་གཤེགས་པ། བསྟན་འཛིན་དོན་གྲུབ་ཀྱི་དག་བཅོས་གནང་ན་མོད་རྨོ་ཞིག་ལ། དང་ནི་སླེབས་པས་དེ་ལྟར་ཁྲི་ཟུར་རིན་པོ་ཆེ་གི་དག་བྱེད་བླ་མའང་ཟེར་དེ་འཁོར་རིགས་ནི་བླ་མ་རྗེའི་བླ་མ་རྗེའི་བླ་མ་ཟེར་དེ་དེ་བས་གསུང་བཞག་ནུག་དེ་ང་ཅད་ཀྱི་ཡང་ནི་བས་ཞུ་གི་ལ། དེ་རྗེའི་བླ་མ་བསྟན་འཛིན་དོན་གྲུབ་ཀྱི་ཞབས་ལས། དེ་བཀའ་ཆོས་ཀྱི་དམ་པ་དེ་ར་བཀའ་ཆོས་ཞུ་ཡིག་ཟེར་བ་བྱིན། དེ་ཀུན་མཁྱེན་དཔལ་ཁ་རིགས་ཀྱི་གསུང་འབུམ་ལྗགས་ལུང་གནང་ཡིན་སྐབས་དང་ཐུབ་པས་རྟེན་འབྲེལ་དང་སྐལ་བ་བཟང་ཡང་ཆ་ཚང་ལེགས་པར་ཞུས། ད་ནི་གི་སྐབས་ལོ། ཀུན་མཁྱེན། པད་དཀར་གྱིས། དེ་བཀའ་བུམ་ལྗགས་ལུང་གནང་ཡིན་གྱིས། དེ་ལྟ། དུས་ཚོད་ད་དེ་ལྟར་བྱེད་ཀ། དེ་ཀྲིག་ཀྲི་བས་དེ་དེ་གང་ཡང། སྐྱབས་རྗེ་ཁྲི་ཟུར་རིན་པོ་ཆེས་ཡ་མཚམས་ཁ་གསར་པོ་ལོ་མཚམས་ཁ་གསར་པོ་ཚེ་ཞུགས་བས་དེ་བ་ལ། ད་ཨ་ན་ལོ། དེ་ལྟ། ཁྱོད་ཁྱོད་རི་མོ་བྱེད་ཀྱི་དེ་དཀར་པོ་ལྗང་ལུག་ནང་མེད་ཁ་ཨི་མེད་སེམས་མེད། ད་ང་ནི་ད་ཅི་ཁ། ཀྲིག་ཀྲིག་ཁ་ཐུག་ཅབ་རེ་གི་བའི་དེ་ད་རྟེན་འབྲེལ། དེ་རྟེན་འབྲེལ་དང་སྐལ་བ་བཟང་ཆ་ཚང་འབྲེལ་བར་ཞུ་ཡིས་ཟེར་ད། ཅབ་ཅབ་ཁྲི་སོ་རིན་པོ་ཆེ་གི་ཤོབ་ལས་དྭངས་མ་ར་དེ་ཁྱོད་ཁྱོད་དཀར་པོ་འདི་ཞུ་ཡིས་སོ་མེད་རྟེན་འབྲེལ་བཟང་སྐལ་བ་བཟང་བཟའམ་ཁ་ཨི་ཅི་ཁ་ཁ་ཐུག་ཅབ། ད་ཡ་དགུ་ལས་མ་དེ་རུ་ལུང་དགུ་བཙུགས་སམ་ནི་དེ་གི་དེ་ཨ་ཙི་ཨི་ཙི་མ་ཚང་མེད་ལ་ད་ང་ནི་དེའི། དེ་ལས། རྗེའི་བླ་མ། དེ་དག་ཐིམ་ཚུལ་དོན་གྲུབ་འཁོར་གྱི་མཆེད་གྲོགས་ཤཱ་རྡུལ་ཆུ་ཀླུང་འབྱུང་པ་ལུ། གཏེར་བདག། ངྷ་ར་བྷ། གྲུབ་དབང་བསྟན་འཛིན་རྒྱ་མཚོ་གྱི་ཞབས་ས་ལུ་སྟེ་བཀའ་ཆོས་ཞུ་ཡི་སྐབས་ཀྱི་མཆེད་གྲོགས་ཡིན་མོད་ལ། བོད་ཁོ་ན་ལ་ལུས་པའི་སྐྱེ་གནས་རྡོ་རྗེ། སྟོད་བོད་ས་ལ་ལུས་པའི་བཀའ་ཟློག། དག་ནི་འདི་སུ། སྟེ།

དེ་ལས་དེ་བོད་ཁ་ན་ལིང་གི་གོ་ར་འཁྲུངས་ཡོད་འདི་ལ། དེ་ལྟར། ཀིང་ཧི་ཀ་བུང་གིས་ལ་ཡང་གུ་ལ་མ་གི་ལུང་ཅང་གཅིག་གིས་མི་འདོགས། ཁོང་གིས་རྩ་ནས་རས་ཆུང་རྣམ་དག་ཏེ་རྗེ་བཙན་རས་ཆུང་བི་གི་རྣམ་དག། མ་ཧ་བི་གི་རྣམ་དག་ཏཱ་རས་ཆུང་པ་སེ་བི་དེ་ང་ཆ་ར་རྗེ་བཙན་མི་ལ་རས་བི་གི་དེ་ཀླུ་མ། དེ་ཉི་མ་སྟག་བུ་དང་ཟླ་བ་སྟག་བུ་བསེ་དེ་གཉིས་ཡོད་བི་གི་ནང་ལས་དེ་ཉི་མ་སྟག་བུ་དེ་དུས་ཆོས་ཀྱི་ཟླ་བུ་ལྷ་རྗེ། ཟླ་བ་སྟག་བུ་དེ་དེ་དང། རས་ཆུང་རྡོ་རྗེ་གྲགས་པ་བའི་རྩིས་ཡིག་ལ། ཁོང་འཁྲུངས་ཡུལ་དུ་ཡང་སྤོས་གུང་ཐང། གུང་ཐང་གི་རྡོ་རྗེ་གྲགས་པ་ཟེར། རྟ་རྣོན་པའི་བུ་ད་ལོ་ཀིན་ཁྱོད་རིན་པོ་ཆེ་གིས་གཏད་ང་ཚོ་ར། རྗེ་བཙན་རས་ཆུང་བིས་ཀིས་གཏད། བསྟོད་པ་ན་ལོའི་དཔལ་ལྡན་རས་བིས་ཐུགས་སྲས་འཇུ་དཀར་གིས་ཁོང་ན་ཁྱོད་ཉིད་ཁོ་ན་སྲི་སེར་ཅན་ཟེར། ལམ་སྟོན་ཉིན་འགྲོ་བ་དབུ་འབྱིན་པའི། རྗེ་བཙན་རས་ཆུང་ཞབས་ལ་ཟེར་བའི་བ་མོ་ལ། དང་ནི་འདི་སུ་དེ་ལྟ། རྗེ་བཙན་མི་ལ་རས་བིས་ཀིས་བླུན་མང། དེ་ལྟར་ཐམས་ཅད་ཀི་ནང་ནས་མཆོག་ཏུ་གྱུར་པ་དེ་ལྟར། དཔེར་ན་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་ལོ་ཉེ་དུས་མཆོག་གསུམ་གཉིས་སྲས་ཤཱ་རིའི་བུ་དང་མོའུ་འགལ་གྱི་བུ། ཤེས་རབ་ཀྱི་མཆོག་ཏུ་གྱུར་པ་ཤཱ་རིའི་བུ། དེ་རྫུ་འཕྲུལ་གྱི་མཆོག་ཏུ་གྱུར་པ་མོའུ་འགལ་གྱི་བུ་འོད་ཟེར་ཚུལ་དུ་གསུངས་པས་དེ་ལྟར། ང་ཅག་རྗེ་བཙུན་མི་ལ་རས་བིས་ཀྱི་སློབ་མ་རྣམས་ལས་ད་སློབ་མ། ཧཱ་ཤོ་ར་རྗེ་བཙུན་རས་ཆུང་རྡོ་རྗེ་གྲགས་པ་ཡིན་ལ། རས་ཆུང་རྡོ་རྗེ་གྲགས་པ་སུམ་ཅུ་པའི་བར་གྱི་མགོ་ལོང་བཅུ་གཅིག་ལས་དེ་རྗེ་བཙུན་མི་ལ་གྱི་ཞལ་ཞལ་རིགས་ཀྱི་བས་དེ་རྗེ་བཙུན་མི་ལ་གྱི་ཆབ་སཱ་ལུ་དེ་བཞུགས་བཞུགས། དེ་ལས་དེ་སྐུ་ལུས་མ་ཕམ་པ་དེ་དག་མཁའ་སྤྱོད།

དེ་ལྟ་རས་ཆུང་དང་རས་ཆེན་ཟེར། དེ་རྗེ་བཙུན་མི་ལ་རས་པ་དེ་རས་ཆེན་ཟེར། དེ་ལྟ་ལ་སྐུ་གཟུགས་ལུགས་ནམ་ཟ་ཀྵབ་ཀྱིས་བཞེས་པའི་རས་ཀྵབ་ཀྱིས་བཞེས་པའི་གཞུང་ནི་འདི་གི་རས་པ་སེ་མི་ཏི་དད་པས་བཙུགས་མི་མོ་ལ། དེའི་བཙུན་མས་དེ་རས་ཆུང་རྡོ་རྗེ་བྲག་པས་དེ་མི་ལ་རས་པས་ཀྱི་ཕྱག་ཞུ་ལོ་མ་རབ་ཀྱིས་དེ་སྐུ་གཟུགས་ལུགས་ནམ་ཟ་རས་ལྕང་རས་ཀྵབ་བཞེས་དེ་གི་པས་དེ་ལྟར་བླ་མེད་ཀྱི་རྩ་བ་ལོ། དེ་ཞབས་ཏོག་རྣམ་པ་གསུམ་གྱི་སྒོ་ནས་སྒྲུབ་པའི་རྒྱལ་མཚན་ཚུགས་བཞུགས་ལ་དུ་དེ་རས་ཆུང་བ་ཟེར། དེ་རྣམ་སྨིན་བསམ་མེད་ཀྱིས་དེ་ལྟར་ངོ་རེ་བྱ་རིམ་ཕོ་སྐད། བདག་ནི་བི་བའི་ཏེ་ལོ་ཤུ་ཤུས་གཙང། ག་ཅི་ན་གཅིག་གི་ནག་གི་ཨ་བཞི་གཅིག་གིས་ཏེ་ད་མོབ་པའི་ལོ་གསུམ་ཏེ་ཅི་ཞུ་བི་གི་ཏེ་མི་ཡོད་ལ། བདག་ཨ་ན་ལེ་བའི་ཏེ་ལོག་ཤུ་ཤུས། ད་དེའི་སྐབས་ལོ་ཏེ་ཅི་ཏེ་མི་ལ་རས་བ་གི། ག་ཅི་ལོ། བུ་ལྷ་དར་དྲ་ཡི་རས་ཆུང་པས། བུ་རས་ཆུང་སེ་ཡི་བཞིན་ལེ་བོ་སེ། ཏེ་ད་བླ་མ་ཁོ་ར་གི་ར་ཏེ་བྱ་རིམ་སེ་ཏེ་དེ་བས་གསུམ་ཡིན་པས་ཏེ་ལོ་ཤུ་ཤུ་ཡ་བླ་མ་ད་ཁོ། ཏེ་ད་གཉའ་ནང་གི་ཨ་ན་ལ་ཡ་ཏེ་ཅི་ག་བཞུགས་ད་ལུ། དེ་ལས་དེ་དབུས་ཁ་གི་སྟེ། ཨམ་མདའ་བུམ་འདི་སུ་གི། དེ་ལས་ཡང་རས་ཆུ་བོད་ཀྱི་རྩ་བ་རྣམས་ལ་ཚེ་འི་ཨེ་ད་ཅབ། དེ་ཡང་བླ་མ་རྒྱལ་བ་འུ་གཉིས་སེམས་དཔའི་ཨི་ར། དེ། ཕྱག་འཇལ་དེ་མ་རས་ཆུང་ལུགས་བོགས་མའི་སེམས་དཔའ། དང་ནི་བའི་བེ་ནི་ཏི་གི། ད་སྔ་ག་བྱོད། བླ་མའི་གི་རྩ་བ་ཡུལ་རི་མ་ཅིན་ཞབས་ཏོག་མེ་འབར་ཞབས་འདྲེ་འུ་ནི་མེ། བླ་མ་དེ་གསུམ་སངས་རྒྱས་དེ་ཡང་བཞག།

ལྔ་བཅུ་སྟེ་ཕྱི་དོན། དེའི་ཡི་གེ་ནང་ནས་ཏེ་གཙོ་བོ་ནཱ་རོ་མི་ཏྲི་རྣམ་གཉིས་ཀྱི་ཞབས་ས་ལས། དེ་ལྟར་དབང་དང་གདམས་ངག་དེས་བཟུང་བའི་བཀའ་བབས་བཞི་ཡི་གེ་གདམས་པ་འདི་སུ་སྟེ་བཞུགས། དེ་ཡང་བོད་ལུགས་བཅུ། དེ་བོད་ལུགས་དེ་འཁོར་གྱི་ལུགས་མ། དེ་ལྟར་བུ་ཆེན་རྣམ་པ་བཞི། ཤེས་པའི་བཀའ་བབས་གསུམ། སྒྲུབ་པའི་བཀའ་བབས་གཅིག་སྐྱེས་ཏེ་དེ་ལས་མ་འོངས་པའི་རྒྱུད་དེ་ཡུལ་པའི་སྟེ་ང་ཕྱི་ར་བཀའ་རྒྱུད་དེ་ཡང་ནད་པའི་བྱོན་བཅུ་གཉིས་ལ། དང་ལྡན་པའི་ཕྱག། དེ་རྒྱུད་ཚངས་པ་དེའི་སྟེ་ང་ཕྱི་ར། ཆོས་རྒྱུད་འབྲུག་ཡུལ་རྒྱུན་པོ། ཏེ། གཙང་མ་འཇའ་རིས་ཀྱི་སློབ་མ་དང་པོ་ཆེ་བ་དཔའ་ཆང་གཉིས་བསད་དེ་དཔའ་རི་བ། ག་ཡི་ན། ཡེ་ཤེས་དཔའ་རི་བ། ད་ནི་དཔའ་རི་བ་ག་ཡི་ན་ཅི་ལ་བིས། ཨ་ནི་ད། དེ་རྗེས་ལྕགས་མོ་ཁ་བ་བདེ་ཆེན་སྙིང་པོ། དེ་ལས་དང་པོ་ཆེ་བ་དཔའ་ཆུང་གཉིས་དཔར་དུ་ཆེ་བ་འཇའ་སྦྲེལ་གཉིས་ཆོས་རྒྱུད་འཇའ་ཡལ་བ་ད་དེ་སྦྲེལ་མོ་བ། དེ་ལས་ཐ་མ་ཆེ་བ་ལོ་རྒྱུས་གཉིས་ཡིས་བསད་དེ་ཡུལ་བིས་ན་ལས་དེ་ད་ལོ་རེ་གྲགས་པ་དབང་ཕྱུག་ད་རྒྱུད་ཚངས་པ་རྒྱུན་བུ་རྡོ་རྗེ། ད་ཨ་ནི།

དེ་ལྟར་སྒྲུབ་པའི་གི་དམ་ཆ་མི་གཏང་ཨང་སེ། དེ་ཨ་ན་ལ་སྒྲུབ་པའི་གི་སེམས་བཙུག། ལྟོ་བ་ནམ་མཁའ་ལྟར་མཉམ་པར་བཅོམ་ལས་བརྟན་ཏེ་གོས་འཚམ་པ་ཨ་སེ་དལ་བུས་ཆུང་ཆུང་མོ་མོ་ལ། དེ་དགེ་བ་གོས་འཚམ་པའི་གི་ལྟ་ཀ་བུམ་སོགས་དང་དེ་གཞན་ཡང། དེ་ང་ཚེ་རང། སྙིགས་མ་གི་ན་ལས་དེ་དང་དགོངས་འདུས། དགོངས་འདུས་པོའི་བཅུ་གསུམ་སྟེ་སྙིགས་མ་ན་ལས། དེ་དང། ཡེ་ར་མ། ཏན་ག་ཚུ་ལོ། རིན། མངའ་བདག་ཉག་ཉི་མ་ཡུལ་སྲོལ་ལོ་མ། མངའ་བདག་ཉག་ཉི་མ་ཡུལ་སྲོལ་ལོ་མ་བརྒྱུད་བོད་ཀྱི་གཏེར་ཆོས་ལུགས་དགོངས་འདུས་ཀྱི་གཏེར་དང་གཏེར་ཆོས་ཡིན་པས་ད་ཨ་ནི་གཏེར་རིམ་པ་བཞིན་དུ་ང་ཚོར་དཔལ་ལྡན་སྒྲུབ་དཔལ་གྱི་གཏེར་ལྷུག་ལྷུག་བཀའ་བབས་བདེ་སྐྱིད་པའི་གཏེར་དང་ཧེ་མ། ང་ཚོར་དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམ་རྒྱལ་གྱི་གཏེར་རིག་འཛིན་སྙིང་པོ་གྱི་ཞབས་ས་ལས་གཏེར་དགོངས་འདུས་ཀྱི་དབང་ལུང་ཆ་ཚང་གསན། གཏེར་སྒྲུབ་པ་གསྒྲུབ་པ་སྒྲུབ་ཆེན་འདུས་སོ་ཡའི་གཏེར་དཔའ་རུ་རྟ་ཚང་ལུགས་གཏེར་དགོངས་འདུས་སྒྲུབ་ཀྱི་དགོངས་འདུས་ཀྱི་རིགས་དྲུག་འདི་སུ་མཛད་པའི་ལོ་རྒྱུས་དག། ལྕམ་སྐུ་ངག་དབང་རྣམ་རྒྱལ་གྱི་རྣམ་ཐར་ན་ཡོད་རྨོ་ཞིག་ལ། ད་ནི་བར་དོ་ལོ་ཟླ་དགོངས་འདུས་ཀྱི་དགོངས་འདུས་པོད་བཅུ་གསུམ་གྱི་ལྗང་ལུང་ཆ་ཚང་སྤྱི། དེ་ལུས་པའི་ཀུན་ནས་རྡོ་རྗེ་གི་ཞབས་ས་ལས་ཀུན་མཁས་བཀའ་འབུམ་གྱི་དགུ་ལམ་མ་རྒྱུད་ལུང་མ་ཚང་མིང་གི་སྤྱི། དེའི་བཟུང་པའི་རས་ཆུང་བིག་གི་རྣམ་ཐར་མ་བིག་གི་རྣམ་ཐར་རྒྱུད་ཚང་པའི་བཀའ་འབུམ། དགོངས་འདུས་པོད་བཅུ་གསུམ་གྱི་ལྗགས་ལུང་འདི་སུ་ཆ་ཚང། དེ་བཞུགས་ལས་རྟེན་འདི་དགོས་པས་དེ་ལུས་པའི་ཀུན་ནས་རྡོ་རྗེ་ཁོང་ཡང། དེ་དག་ཁྲི་རབས་བདུན་ཅུ་པ་སྐོར་གྱི་དེ། དྲིན་ཐོབ་ཀྱི་བླ་མ་གཅིག་ཡིན་ཡིན་ཟེར་ང་ཆ་ལ་བཀའ་དྲིན་གཅིག་བདེན་གཉིས་བདེན་གསུམ་བདེན་ཟེར། དེ་ལྟར་བླ་མ་འདི་ལོ་བསྟན་ལུང་ཐོབ་ཡུལ་གྱི་བླ་མ་འདི་ལོ་བཀའ་དྲིན་གཅིག་བདེན། ལུང་དགུ་ལོ་ཁྲི་ཐོབ་བ་ཅན་བཀའ་དྲིན་གཉིས་བདེན། ཨོང། ལུང་ཁྲི་གསུམ་ཆ་ལ་ཐོབ་དུས་འབྱོར་བ་ཅན་དེ་བཀའ་དྲིན་གསུམ་བདེན་གྱི་བླ་མ་ཟེར་དེ་བས་རྩིས་ནས་ཡོད་པ་དེ་ཁོང་བཀའ་དྲིན་གཅིག་བདེན་གཅིག་བདེན་གྱི་བླ་མ་ཡིན་མེད་ལ།

དེ་ལྟར་རྗེ་བཙུན་མི་ལ་རས་བོད་ཀྱི་རྣམ་ཐར་ཆོས་བརྒྱུད་སྒྲུབ་པ་ཀུན་ལུགས་ཀྱི་རྣམ་ཐར་ལས་ཤ་དུ་བ་ལ་རྒྱས་བསྡུས་ལས་ཤ་ཡོད་དག་ནི་བོ་ད་ལུགས་རྣམ་ཐར་རྒྱས་བསྡུས་ཀྱི་ལུང་ཞུ་ཡི་ཡིད་སེམས་མེད་དག་དེ་ལས། དེ་ཡང་སྟག་མགོ་ལུགས་རྒྱན་བོད་ཀྱི་སྟོན་བསྡུས་སྟག་མགོ་བ་ལ་དེ་རྒྱན་བོད་ཀྱི་སྟོན་བསྡུས་སྟག་མིག་གི་ཏེ། ཆོ་ག་ལུགས་བདུད་སྤྱི་ཡི་སྲས་སྲུང་མེ་ལ་དེ་རྒྱན་བོད་སྟོན་བསྡུས་སྟག་མིག་གི་ཆོ་ག་ལུགས་བདུད་བདག་ལུགས་དེ་རྒྱན་བོད་ཀྱི་སྟོན་བསྡུས་བྲོ་ཡི་ཚིག་གི་ཉི་མ་སྟོན་མ་ལ་རྒྱུད་མིག་གི་མངའ་གསོལ་ཕུལ་གོ་བ་མོ་ལ་དེ་མངའ་གསོལ་ཕུལ་གྱི་སྐབས་ལོ་དེ་ལས་དེ་རྗེས་བླ་མ་ཚིག་འཛིན་དོན་གྲུབ་ཀྱི་ཕྱག་ལས་དེ། ཏུ་རུ་ཆིག་སྟོན་སྦས་པས་དེ་ལྟ། ང་གཅིག་གིས་སྐྱབས་རྗེ་བློ་སྣང་དེ་གི་ཡག་ད་ཆོས་ཡག་སྙན་ད་ཕུལ་ཞེས་དེ་དགོས་མིན་མངའ་གསོལ་རྟེན་འདུས་ཀྱི་སྐབས་ཀྱི་དེ་མངའ་གསོལ་དུ་ཁྲིད་དེ་གི་པས་དེ་ལས་དེ་སྙན་ད་ཕུལ་ཡུལ་ཡིད་སེམས་མེད་ལྟ་འགུགས་སྐྱོན་ཁ་ན་རུ་ལ། དེ་ལྟར་སྙན་ད་ཕུལ་སྦས་པས་དེ་ལྟ་མང་འདོད་ད་ལུ་ཏའི། སྐྱབས་གཅིག་གི་རྩ་བ་དུ་མའི་ཕྱིར་ཁྲོ་ཆེའི་ཡུལ་སེམས་པའི་རྟགས་མཚན་དེ་རྣ་ལུ་མ་སོ་མེ་ལ་དེ་འཁོར་གྱི་བླ་མའི་སེམས་པ་ཡ། ད་ཆོས་ན། རྒྱུ་མི་འདི་ལུ་གཉན་ད་ཕུད་ཚ་ཡི། ད་ཆོས་ན་རྟ་མགོ་ལས་ལོ་རྒྱུ་བོ་མི་འདི་མི་འདི། ན་ར་ལུ་ཉུང་ངུ་ཟེ། དེ་འཁོར་གྱི་ཕྱིར་ཁྲོ་དེ་གྱི་དད་པས་སྐྱབས་གཅིག་ལུ་དད་པའི་ཞུ་བདེའི་སེམས་པ་བ། དེ་དེ་དྷེ་ར་བ་རེ་ར་དེ། བདེན་པ་འུ་ཡིན་སེམས་མེ་ལ། ད། ལྗོངས་འདིར་སྔ་རབས་མཐུ་ཆེན་བླ་མས་གཙོ་བོ་གསང་སྔགས་ཀྱི་བསྟན་པ་སྤེལ་བར་མཛད་པའི་དབང་གིས་འདུལ་བ་གཞི་གསུམ་གྱི་ལག་ལེན་དར་ཁྱབ་མ་བྱུང་བར་བརྟེན་གསེར་རྟ་སྤྱིར་བཏང་གི་ང་ཆ་རག་སྟེ། དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམ་རྒྱལ་གྱིས་སྟེ་ང་ཆའི་ནང་ལུགས་སངས་རྒྱས་ཀྱི་བསྟན་པ་ཐོག་མར་བསྟི་སྟེ་ལྕགས་རི་རྡོ་རྗེ་གདན་ལ་བཙུགས་ཅི་ལ། ཞལ་གྲགས་སུམ་ཅུའི་ནས་བྱས་པའི། ཡག་བཙུགས་ཏེ་ལས་མཁས་གྲུབ་ལྷ་དབང་བློ་གྲོས་ཡན་ལག་མ་བདེན་དོན་ཞུ། ཚེ་རྒྱུན་དགེ་སྙིང་རྒྱུད་ཚུལ་རྒྱུན་ཀློང་གི་སྡོམ་པ་འདི་སུ་མཁས་གྲུབ་ལྷ་དབང་བློ་གྲོས་ཀྱི་ཡིག་པས་སྒྲུབ་ན་ཧེ་མ་ཏི་གང་སྟེ་ང་ཚན་གྱི་དཔལ་འབྲུག་པ་རིན་པོ་ཆེ་ལྕམ་གྱི་ངག་དབང་རྣམས་ཀྱི་རྒྱུད་ལོང་མེ་འབར་ལ་བརྟེན་དགེ་བསྙེན་པའི་ཏེ་གདུང་རྒྱུད་དཔལ་གོ་ནི་འདི་གིས་ཏེ་ཨ་ནེ་བའི་སྔགས་འཆང་བས་ཨ་ནེ་བའི་གཞུག་ཏུ་ཡོད་ཏེ། དེ་ནས་དགྲ་ཚལ་གྱི་སྡེའི་ཙུག་པའི་གནས་ཁམས་ནོར་ལུག་ང་ཕྱི་ནང་ལུག་སྟེ་ཕྱིའི་འདུལ་བ་ནང་གསང་སྔགས་གསལ། སྟེ་དད་པས་དེ་སྤྱིར་བཏང་གི་སྟེ་ཕྱག་བཞེས་དེ་དད་པས་ཙུག་ནང་ནོར་བ་རྨོ་ལ་ཕྱིའི་འདུལ་བ་གྱི་ལུག་རྟགས་ཐུབ་པས་ནང་གསང་སྔགས་སོགས་ནོར་བ་ནང་ཁོ་ན་ལས་དེ་སྨེ་བའི་སྐབས་གྱོན་གོས་མི་འདི་གསོལ། དེ་ནང་གསང་སྔགས་ཀྱི་ལུག་རྟགས་ཐུབ་པས་དབྱིངས་ཡིན་ཟེར། དེ་དབྱིངས་འདི་དཔལ་དེ་བས་ས་ཕྱི་རུ་ང་ཕྱི་ལ་དགྲ་ཚལ་གྱི་སྡེ་ནང་ལུག་སྟེ་འབུམ་སྡེ་གནམ་ས་མི་མ་ཙུག་ང་ཕྱི་ལ་གསང་སྔགས་ཀྱི་གར་ཐིག་དབྱངས་གསུམ་དེ་ལུག་སྟེ་གཙོ་བོ་སྟོན་མཇུག་དེ་བགྱིས་པས་དེ་འདུལ་བ་གཞི་གསུམ་གྱི་ཆོ་ག། དེ་ལྟར་རྣམ་སྨིན་བསམ་མི་ཕྱི་ར། དེ་ལྟར་དྭངས་མ་སོ་བ་བ། དེ་ལྟར་དེ་སྲས་སྔགས་ཀྱི་ཞུ་ཡིག་སྨོ། དེ་ལྟར། གསོ་སྦྱོང་ཡིན་ལོ་ཕྱི་ནང་ལོ་ཚར་གཅིག་རྒྱའི་ཚོགས་ནི་མིན་ནོ་བདག་པོ་དང་མིག་གི་ཚིལ་སྤྱན་སྔགས་ཀྱི་ཚིལ། དེ་གསོ་སྦྱོང་ཚུལ། བསྙེན་རྫོགས་ཀྱི་སྡོམ་པ་ཡིན་རུང་དགའ་བྱེད་ཡིན་རུང་དེ། དེ་ལྟར་རྗེ་ཁྱིམ་རིན་ཆེན་གྱི་སྟན་གནས་པས་དེ་རྣམས་མ་གཏོགས་སྤྱི་བོ་སྟེ་འདུལ་བ་གྱི་རྣམ་སྨིན་བདག་ཅག་མི་ནུབ་པ་ལ། འདུལ་བ་གྱི་སྐུ་ལས་རྣམ་སྨིན་གང་གནས་མི་ཤེས། དང་གནས་པའི་སྦས་པ་དོ་ལོ་དེ་ལྟར་ཤེས་པ་ཤེས་ནས་མིན་ནོ་དེ་འདུལ་བ་སྦྱང་ནི་ར་མིན། དེ་འདུལ་བ་སྟོད་སྨད་མིན། འདུལ་བ་ཁྲི་སྨད་མིན་སྨོ། དེ་སྡོམ་པ་ཞུ་ཡིས་སེ་ལ་ཨ་རོའི། དེ་ལྟར་སྡོམ་པ་ཞུ་ཡིས་སེ་ལ་ཨ་བྷི། ད་དུང་སྔགས་ཀྱི་ཞུ་མིག་གི་སྡོམ་པ་དེ་དགེ་བསྙེན་གྱི་སྡོམ་པ་ཡིན་ན། དགེ་ཚུལ་གྱི་སྡོམ་པ་ཡིན་ན་དགེ་སློང་གི་སྡོམ་པ་ན་ཡང་མ་ཤེས་པའི་ཚགས་སུ་ལྕི་བས། དེ་ཨ་ནེ་བོ་ཡིན་མ་བ་ལ། ད་ཨ་ནེ་བོ་ད་ཀླུ་བོ་ཏའི་ཧེ་མ། དེ་དེ་འདུལ་བ་བཞི་གསུམ་གྱི་ཕྱག་ལེན་འདི། དེ་ད་ཆ་མ་བྱུང་མེད་ང་གཅིག་གི་འབྲུག་རྒྱལ་ཁབ་ན་ཀླུ་བོ་ཏའི། རྩ་བ་དེ་ང་ཅི་རང་སྟེ་གྲ་ཚང་སྟེ་བ་སྟེ་ལྟ་ཕུང་ཐིམ་གཉིས་མེད་དེ་ན་ལོའི་གནམ་ས་མིང་སྟེ་གདུལ་བ་བཞི་གསུམ་གྱི་ཕྱག་ལེན་འདི་ཚོ་ཆོ་ག་ཕྱི་ལོ། གནམ་ས་མི་བྱུང་མ་བཟོ་བའི་སྤྱིར་བཏང་གི་ང་ཅི་ར་གདུལ་བ་བཞི་གསུམ་གྱི་ལུས་རྟག་ཏུ་འབེལ་བ་ཅན་དག་རིམ་བཞིན་དུ་ཡར་ངོ་མར་ངོ་གི་གསོ་སྦྱོང་གསོ་སྦྱོང་བཟླས་ཏེ་ཁྲིད་རེ་སྐབས་སུ་རྟག་ཁོ་ར་གདུལ་བ་གྱི་ལུས་ལུས་ཀྱི་རྩི་ཐང

སྟོན་པའི་ཀྱི་ཏེ་གཞི་མ་དེ་འདུལ་བ་ཡིན་མོད། སྟོན་པའི་གཞི་མ་ཡིན་པས་འདུལ་བ། སྟོན་པའི། སྙིང་པོ་ཡིན་པས་ཤེར་ཕྱིན། སྟོན་པའི་ཡང་སྙིང་ཡིན་པས་གསང་སྔགས། དང་ནི་བའི་བའི་པོ་ཏཱ་ལོ་ཏཱི། ང་ཚ་རིགས་སྟོན་པའི་ཀྱི་འདུལ་བ་བཞི་སོ་སོ་ཐར་པ། དེ་དེ་ལྟར་འདུལ་ཡུལ་གྱི་ཆོ་ག་དེ་དེ་ལྟར་སངས་རྒྱས་ཀྱི་བསྟན་པའི་ཀྱི་བདེ་ཡོད་ས་ལུགས་དེ་རྣམ་གསུམ་མེད་ཁ་ཕྱི་དགྲ་ཡིན་མོད། དང་ནི་ལུགས། དེ་ལྟར་ཐུགས་རྗེ་གནང་འདི་ཀྱི་བས་དེ་རྗེས་ལ་མ་བསྟན་ཚུལ་དོན་གྲུབ་ཀྱི་དེ་དེ་རྣམ་སྨིན་བསམ་མེད་ཀྱི་རྩ་དགེ་འདི་ཀྱི་བས་དེ་དེ་ལས་སྤྱི་སྟོང་དགུ་བརྒྱ་དྲུག་ཅུ་རེའི་དགུ་གི་རུ་ལུ་བའི་སྔོན་ལ། ཨཱ་ནི་གི་སྐབས་ལུ་ཏེ་ཡ་ཏང་གི་ལུ་ཏེ་ཡ་ནི་གོ་ཐོ་དང་པ་ཏེ་ཨཱ་ནི་གོ་ཙུ་པི་ཡི་སོ་མེ་ཏེ་ཡ་ནི་གོ་ཐོ་དང་པ་ཙུ་པ་གི་མ་ཚད་དེ་ཀིན་ཁུན་རིན་པོ་ཆེ་གིས་མཛད་པའི་སྡོམ་གསུམ་སྙིང་པོ་བསྟན་པ་ཟེར་ཡོད་ལ། དེ་ཀིན་ཁུན་རིན་པོ་ཆེ་གིས་སྡོམ་གསུམ་སྙིང་པོ་བསྟན་པ་དང་སྡོམ་གསུམ་རྒྱན་ཟེར་གཉིས་སྡོམ་གསུམ་རྒྱན་འདི་ལུ་ཏེ་དེ་དང་རྒྱ་ཆེར་འདྲེས་པ་ཟེར་པོ་ཏི་གཉིས་ཡོད། སྡོམ་གསུམ་ལེའུ་དང་པོ་སོ་སོ་དག་པའི་འདི་ལུ། པོ་ཏི་སྤྱི། དེ་ལེའུ་གཉིས་པ་དང་ལེའུ་གཉིས་པ། བྱང་སྡོམ་དང་གསུམ་པ། དེ་རིག་འཛིན་སྔགས་ཀྱི་སྡོམ་པ་འདི་ལུགས་པོ་ཏི་སྤྱིའི་བར་དུ་ལུགས་འགྲེལ་པ་བརྒྱད་ཤོ་ཀྱང་ནི་སྡོམ་གསུམ་གྱི་འགྲེལ་པ་འདི་ཉིད་ཀུན་མཁྱེན་གྱི་མཛད་མིང་གི་ན་ལས། དང་ནི་སྦས་པ་ན་ལུགས་དེ་ལྟར་འང་ནི་ཀྱི། ལོ་དང་པ་ན་ལུགས་དེ་དབྱངས་ནི་དེ་གར་ཚུགས། དེའི་གསུམ་པའི་ཏེ། འདུལ་བ་ན་ལས་དེ་དང་སྡོམ་གསུམ་སྙིང་པོ་བསྟན་པ་ལེའུ་དང་པོ་གྱི་བཀའ་ཁྲིད་རྣམ་གཡེང་སོ་མེད་རྗེའི་བླ་མ་ཀྱེ། དང་དེ་ལས་དེའི། ལོ་ཤུལ་མ་ན་ལུ་སྟེ་སྡོམ་གསུམ་རྒྱ་ཆེར་བསྒྲལ་བ་ལེའུ་དང་པོ་གྱི་སྐོར་རོ་ཟེར། དེ་ལྟར་ང་ཚེ་རང་སྡོམ་གསུམ་རྒྱ་ཆེར་བསྒྲལ་བ་ལེའུ་དང་པོ་གྱི་དེ་སྐོར་འདི་སོའི་དེ་ཁྲིད་འདིའི་ནང་ཡིན་ཟེར། དེ་རྒྱ་ཆེར་བསྒྲལ་ཟེར་བ་བཞིན་ཏེ་ཀུན་མཁྱེན་རིན་པོ་ཆེ་གྷོ་རི་གིས་མཛད་པའི་གི་རང་འགྲེལ་ཡོད་ལ་སྡོམ་གསུམ་འགྱིང་གིས་དེ་རང་འགྲེལ། ཏེ། དེ་རིང་སྒྲུབ་གྲྭ་ན་བཞུགས་པ་ཞལ་གྲངས་ཉེར་གསུམ་དང་དེའི་ཁ་ར་རྗེའི་བླ་མ་དཔོན་ཡོན་གཉིས་བཅས་བསྡོམས་མོ་ཞལ་གྲངས་ཉེར་ལྔ་ཡིན། ད་ནི་སྐབས་ལོ་ཡག་སྟག་མགོ་ལུག་དེ་ལས་ཤ་མི་ནུ་ལ་དར་ནག་བ་ཟུང་མི་ནག་མི་སྲ་མི་འཇའ་ལས་ཅི་འདི་གི་མི་མི་འདུག། དེ་ལྟར་སྒྲུབ་གྲྭ་ན་མགོ་ནག་བཞུགས་མི་དེ་གཞུང་ལས་ཕོགས་ཐོགས་མི་མེད་ལ་ནག་མ་སེར་བ་ཕྱིན། དེ་ལྟར། ཞལ་གྲངས་ཉེར་གསུམ། དེ་སྐོར་ལོ་རྗེའི་བླ་མ་ཁོ་ར་དང་ཁོ་ར་ཡུལ་དག་ཉེ་གནས་ཅིག་ཀའི་དཔོན་ཡོན་གཉིས་བསྡོམས་ཏེ་དེ་ཞལ་གྲངས་ཉེར་ལྔ།

བཅུ། བཅུ་ཐམས་ཏེ་ཇི་སྐད་མིན་ཡིན་སེམས་མེད་ཅིང། རྟགས་ནི་ཀྱི་བཀའ་ལུང་ང་ཅི་ར་ལྕགས་བཞི། དེ་ལྟར་ཁྲི་རབས་བདུན་བཅུ་པའི་དེ་ཕྱིས་དང་པོ། འབྲུག་སྡེ་ནང་མ་གི་གྲལ་ཁ་མེ་འབར་བཞིན་དག་དེ་ཕྱིས་ཁ་འདུས་མི་གི་གྲལ་ཁ་ཨིན་ཡིན་སེམས་མེད་ཟུར་བཞུགས་པ་ཚོ་བ་རང་ཅག་བོད་པའི་མི་གྲངས་སུ་འདེད་པར་བྱས། དེ་དུས་བདག་གིས་ཕའི་ཡི་གེ་བྲིས་ལ་ཉིན་རེ་གཉིས་སྤྲོ་ལྔ་རེ་ཐོབ་ས་ནི་འོ་དེ་ལྟ། ཡང་སྟོང་སྐུ་གྱིས་དེ་ལྟར་དཔེ་ཆ་བྲིས་ཏེ་སྐྱབས་རྗེ་གི་ཡབ་བ་ནི་བཞུགས་མེད་ང་ཅག་སྐྱབས་རྗེ་ཁྲི་ཟུར་རིན་པོ་ཆེ་བཞུགས་པའི་སྐབས་ལས་དེ་ལྟར་དཔེ་ཆ་མང་ཤོག་དེ་ག་ཡི་ར་དེ་ལྟར། སྐྱབས་རྗེ་གིས་ད་རེས་སྐྱབས་རྗེ་གི་ཡབ་གྱི་དྲི་བྲོ་མེད་ལ་ལོ་ཤུ་ཤུའི་དགེ་འདུན་རིན་ཆེན་ཏེ་སྐྱབས་རྗེ་ཤིང་ཤ་དགེ་འདུན་རིན་ཆེན་ཡང་བཞུགས་པའི་སྐབས་ལས་དེ་ལྟར་དཔེ་ཆ་མང་ཤོག་དེ་ང་ཅག་ད་རེས། ཏེ། ལྕགས་ཀྱི་ཁྲི་རབ་བདུན་ཅུ་པའི་ཡབ་ཀྱི་ཁྲི་དྲུག་པའི་བདེ་བ་ལ། ཏཱ་ནི་བ་ཡ། ཏེ་ཡི་གུ་དྲི་བོ་དུ་རུ་ཉིམ་རེ་རུ། ཏེ་ཏ། དུ་རུ་ལྔ་ལྔ་ཐོག་སོགས་མེ། ཨི་མ་ལ། ཏ། འབྲུག་སྒྲ་ཟེར་བ་ཐོག་མ་ཉིད་ནས་སྒོ་བསྡམས་ནས་མི་སུ་དང་ཡང་མ་འཕྲད་པར་ནང་དུ་རྣམ་གཡེང་འདྲེས་མི་ང་ནས་ལོ་གསུམ་གྱི་ཞག་གྲངས་ཚང་མ་ཐག་ཏག་ཐག་པར་ཆད་པ་ལྟར་ར་ཤོ་ཡི་ལུགས་དེ་མ་ཡིན་ཏཱ་ནི་ཀོ་འབྲུག་གྲགས་སུ་ཅི་ཡིས་དེ་ལྟར་ཧེ་མ་ལའི་དཔེ་ཆ་ག་ནས་མ་ཐག་ག་ཡིན་གསུ་ཅན་མི་པ་དེ་བྲང་ཁྲ་ར་དེ་ཁྲི་ལུང་ཙམ་གཅིག་བཞུགས་བས་པས་དེ་ལས་དེ་ལོ་གསུམ་ཡིན་ཞེས་མི་ག་དེ་མ་ཤོད་པ་སྒོ་བསྡམས། ལོ་གསུམ་དེ་མཚམས་ཅི་ཡས་ལས་ཐོན་མི་པ་ནས་ཐོན་ལོ་མི་པ་ཏག་ཐག་པར་ཤོ་བཞུགས་ཤོག་གསུངས་པས་བལ་གྱི་ལུགས་དེ་མེད་གསུངས། མན་ངག་ར་གྲོང་བ་ཤ་ཤ་ཤེས་རིག་གི་གྲོང་དུ་ལུགས་ལྷོ་འབྲུག་ནས་བྱོན་པའི་སློབ་མ་མང་དུ་ཡོད་པའི་ནང་ནས་རྗེ་བཙན་བཙན་གྱིས་འཇམ་སོང་ཉིད་རྒྱུད་འཛིན་གྱི་བཀའ་བབས་ཡོད་པར་གཟིགས་ནས་སྐུ་མདུན་དུ་འབུལ་དོན་ཁ་ར་བཞུགས་སུ་བཅུག། བཅུག་ཅིང། ཁ་བརྡའི་ཉིན་མོ་འདི་ལེ་བཅས་གནང་སྟེ་དོན་གྱི་མངའ་གསོལ་མཛད་ནོ་ཙི་ཧེ་མ་ཏེ་ཨ་ཕི་ལུ་ཐེ་ཐ་གྲོང་བ་ཤ་ཤ་ཤི་རི་གི་སྐུ་མདུན་ལུགས་ཐེ་ང་ཅར་ནང་ལྷོ་འབྲུག་བླ་ཆོས་མི་གི་ཏཱ་ལའི་ཤ་དུམ་བ་མོ་ཡ་ད་ཁ་ས་ཁ་ཉི་མ་ཡ་དགུ་བླ་མ་ཞུས་པ་ཏཱ་གྲོང་བ་རྨི་ལམ་རབ་བཟའ་དེས་སུ་མེ་ད་རེ

ད་རེས་ལྕགས་བྱི་ཁྲི་ཟུར་ཞིང་ཞབས་ཀྱི་རྩ་ཡིག་བླ་མ། ཏེ་ཀླུ་པའི་བསྟན་འཛིན་རྒྱ་མཚོ་ཕྱུག། ཏེ་ཁོ་རིགས་ཀྱི་ཞལ་སློབ། ཏེ་ཏི་ཀང་ཀླུ། ཏེ་རྗེ་ཡུན་ཐུའི་བརྩོན་འགྲུས་སེ། ཏེ་ཁོ་བོ་རྗེའི་ཁྱིམ། མཛད་ལྔ་དང་བ་ཅོ་ལོ་གཉིས་ལང་མོ་གླང་ཆེན་ལས། ཏེ་སྒོམ་རྫོགས་སེ་ཁྲི་ཐུ་ལུ་ར། ཏེ་རྗེ་ཡུན་ཐུའི་བརྩོན་འགྲུས་ཀྱི་ཡང་སྲིད་ཏེ་ད་རེས་ཏེ་གཙུག་ལག་ཀླུ་པའི་སྒྲོལ་བསམ་ཏེ་རྒྱ་མཚོ་བའི་རྩིའུ་ཡིན་སྨོན་ལ། ཏེ་ཨེན་ཨི་མས་ཐུགས་ཀྱི་ཞི་ཞིང་དུལ་བ། སྐུ་ཡོན་གྱི་ཐེག་ལེ་བེ་ས་ཅེ་རུ། བསྟན་པ་བསླུ་ཏེ་ཕྱག་རྗེས་ཞབས་ཏོག་གི་ཐེག་ལེ་འབད་ས་བྱེད་རོ། དེ་སྔ་ཆར་བསྟན་པ་འཛིན་སྐྱོང་སྤེལ་གསུམ་གྱིས་དེ་ཕྱག་ལ་གནང་དང། དེ་ག་ཕྱིས་ཀྱི་ཐེག་ལེ་འབད་ས་བྱེད་རོ། དེ་རྗེས་ཡོན་ཏུའི་བརྩོན་འགྲུས་ཀྱིས་དེ་ཡང་སྲིད་ཡིན་པ་ལོ་འཁྲུལ་བ་མིན་ནོ་ནོར་མེད་ལ་དྲག་ནས་བོ་ད་ལོ། དེ་རྗེས་ཡོན་ཏུའི་བརྩོན་འགྲུས། དེ་ལྟེ་ལས། ཡེ་ཤེས་སེམས་ཀྱིས།

འདི་གའི་ཡང་སྲིད་ལུགས་དེ་སྤྲུལ་སྐུ་མཆོག་བདུན་གྱོང་པོ་སེ་ཏཱ་ནི་པའི་ཐད་བཞུགས་ཡོད་མེད་ཚུལ་བརྗོད། ད་ནི་པའི་བོ་ད་ལོ་ད་གང་ལྟར་ཡང་དེ་ལྟ། ང་ཚེ་ལ་ལྕགས་བྱི་བཞིན་ཆགས་དེ་རྗེས་ཡེ་ཤེས་སེམས་ཉིད་དེ། དེ་ལྟར་ང་ཚེ་རིགས་ཀྱི་དཔལ་ལྡན་འགྲུབ་པའི་བསྟན་པ་ལོ་ན་མའི་བསམ་མེད་ཀྱི་བཀའ་དྲིན་ཆེ་ཕྲ་ཡིན། ད་དུང་ཨ་ནེམ་ཅིའི་ཐད་ཡོད་མེད་འདི་ད

སྐྱབས་ཀྱི་ཤིང་ཤ་ཡེ་ཤེས་སེང་གེའི་སྐུ་དང་གྲིབ་མ་ཡིན་ལ། དེ་ཡེ་ཤེས་སེང་གེ་དེ་འཁོར་རོ། སྲིན་ཕུར་ལམ་གྱི་བརྒྱུད་པ་གཏེར་སྟོན་རྡོར་གླིང་གི་བརྒྱུད་པ་སྨིག་རྒྱུའི་མེ། དེ་ཉི་ཟེར་སྤྲུལ་སྐུ་དེ་གཏེར་སྟོན་འུག་པ་གླིང་པ་གྱི་ཡང་སྲིད་ཡིན་མོད་ལ། དཱ། འོད་པའི་གཏེར། དེ་ཚོ་ཧེ་མ་རུའི་སྙེ་མའི་མེ་ལ་དེ་རྡོར་གླིང་ཚེ་མི་དེའི་སྙེ་མ་ཡིན། དེ་དེ་ལ་འུག་པ་གླིང་པ་གཏེར་སྟོན་འུག་གླིང་གིས་དེ་གཏེར་ཆོས་ཡོད་དུ་འོང་མྱོང་མེད། དཱ། ད་རེས་སྐབས་ཕྱི་དེ་ལྟར་དུས་ཚོད་རྣམ་གསུམ་ཡོངས་གྲགས་པའི་འོས་པའི་ལོ་རྒྱུས་མི་འདུག་དེ་ཉི་ཟེར་སྤྲུལ་སྐུ་ཕྲིན་ལས་ལྷུན་གྲུབ། ད་ང་ཕྱིར་གྱི་རྩལ་ཡིད་ལ་མ་ཡིན་ཡིན་ལགས་ད་ང་ཅག་དེ་ཁྲིད་དང་པོ་པི་ན་ཁ་ལུ་དེ་ཉི་ཚོའི་སྤྲུལ་སྐུ་ཁྲི་ནི་ལྷུན་འགྲུབ་ཀྱི་ཞབས་ས་ལས་དེ་ང་ཅག་ཨ་ལུ་གཅིག་པའི་ལོ་དགུ་བཅུ་ཐམ་གཅིག་པའི་དུས་བདུད་པའི་འོ་ཞོ་ཞུགས་ཡིན་དེ་ཨ་ནི་བའི་བས་བས་བས་དེ་ལྟ་བླ་སློབ་ལས་ཤ་ཞུགས་ནས་འོང་སོང་བས་ཨ་ནི་བ་དེ་ལྟ་ཀླུ་བའི་སྤྱན་གཅིག་བྱམས་ཚོགས་འཕགས་དེ་ལྟ་ཞག་བདུད་ཕྱི་ལུགས་གྱོན་པ་ལོ་དེ་ན་ལས་རྡོ་རྗེ་ཀླུ་བའི་ལུགས་གོམས་ཞུགས

དེ་ཆོས་ལུགས་གཉིས་དེ་འཛིན་འགོ་བ་ཆེན་ལ་ཧ་ཅང་མི་མེད་ད་ང་ང་ལ་ད་དུ་ངོ་རེ་གི་ཉམས་མྱོང། དེ་སློབ་སྦྱོང་གི་ཐད་ལས་བེད་ས་ཅི་རུ་དེ་ད་ཉམས་མྱོང་གི་ཐད་ལས་བེད་ས་ཅི་རུ་དེ་སང་ང་གཉིས་མིག་གི་ཆོས་དཔལ་གླིང་དང་རྫོ་ཆེན་འདི་ཚུར་ལ་ད་ང་རྒྱུད་ཆད་དེ་ང་རང་ཨ་ནི་ར་བེད་ནི་མ་ཐོ་ཆུ་ང་གི་དེ་བྱ་ཆོན་ཆུ་ཁྲུ་ཞུ་དེ་གཞན་ལོ་པས་དེ་བེད་བེད་བོ་མི་དེ་ནི་མེད་ཨེ་སེ་དེ་ཨ་ནི་བེད་དེ་ད་ལུས་བེད་བཙན་འཛིན་འཇམ་སོ་ཞིན་ཤ་ལོ་དེ་བེད་ཞུགས་ད་ལོ་དེ་ལས་དེ་གྲོང་བ་བཙན་འཛིན་འཇམ་སོ་གི་ཞལ་ལས་ག་དེ་བེད་སུ་ཡིན་སོ་ཅི་ཡ་དེ་བེད་བ་ཆིན་དེ་ད

དེས་དེ་ལྟ། དེའི་བདག་པོ་ཅབ་ཏི་གི་བའི་མ་འོངས་པ་ན་ལོ་ང་བྱེད་ཀྱི་འབྲུ་རྒྱལ་ཁམས་ན་ལོ་སྟེ་དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམ་རྒྱལ་གྱི་བསྟན་པ་དུ་ལོ་སྟེ་གདམས་ངག་སྡོམ་པོ་གསུམ་དུ་དཔལ་མི་དེ་དགའ་སེམས་དེ་བེ་རི་མ་འོངས་སེ། སྟེ་དེ་བ་དེ་ཐལ་ཆོག་ར་དབྱིན་ཇི་མི་ཇི་དག། ང་ང་བའི་ས་དུས་ཆ་བཞིན་ཆུ་དྲུག་གི་གདམས་པ་དེ་སུ་ཞུགས་དེ་གི་བས་དེ་ལས་དེ་དབྱིན་ཇི་མི་ཇི་མ་འོངས་པ་ན་ལོ་སྟེ་ཆོས་ཀྱི་དེ་དཔལ་གོ་སེ། སྟེ་ལོ་ཤུ་ཤུ་ཅབ་ཅི་ཁྲི་སུ་རིན་པོ་ཆེ་གི་གསུང་སྨྲས་སེ་མོ་བ་ལ། དེ་ལྟ་ན་ང་ཅི་ན་ད་དུ་ག་གི་ཤེས་མོ་ལ་འབྲུ་རྒྱལ་ཁམས་ན་ལོ་དག་རིགས་ཡོད་རིགས་རྣམས་ཆ་མཉམ་རང་གྲོལ་དུས་ཀྱི་གང། དེ་དག་ཤེས་གྲགས་ཀྱི་གང་དང་གནས་པའི་བེད་མེད་འདི་སུ་ཆ་མཉམ། དེ་དག་ཐོག་མར་དེ་རྗེས་ཡེ་ཤེས་སེམས་གཉིས་ཀྱི་དགུ་ཚུགས། རྗེས་ཡུལ་ཤུལ་ཤུལ་དག་དེ་འཕྲོ་མཐུད་དུས་ཀྱི་བས་ཏེ་ལྕགས་བྱི་ཁྲི་ཟུར་ཏིང་འཛིན་རིན་པོ་ཆེ་གི། དེ་ལས་དེ་ཆགས་ལ་མུ་མཐུད་འཛིན་མཆོག་དཔལ་གསུམ་རྣམས་ལས་རྟེན་འདི་གི་བས་ཏེ་ད་དུ་དག། ད་རེས་གཟུངས་གཅིག་གིས་བསྟན་པ་འདི་དེ་ཧེ་མ་བུས་ལས་ང་ཅར་སྒྲུབ་པ་བཀའ་བརྒྱུད་ཀྱི་དག་ཤེས་སྒྲུབ་ཀྱི་སྡེ་དེ་ཏེ་ཧེ་མ་བུའི་བློ་ཡེ་གཏད་དད་པའི་རྒྱལ་ཆེ་ག་ཨ་ཟེ། དེ་སྤྱིར་བཏང་གི་ང་ཆེར་བརྩམས་པ་འཇག་རིགས་ཀྱི་རྣམ་ཐར་ན་ལུ། དེ་ལས་དེ་འཁོར་གྱི་ལན་གསུམ་ཟེར། དེ་ལྟར། བརྩམས་པ་འཇག་རིགས་ཀྱི་རྣམ་ཐར་ན་ལུ་འཇལ་ཡི་སྐབས་ལུ་དེ་རྨིས་ཕྱིར་སྒྲུབ་པ། སྒྲུབ་བྱེད་སྤྲང་པོ། སྤྲང་ཕྱིར་གྲུ་ཐོབ་ཟེར་མིང་གི་ལོ་རྒྱུས་ཀྱི་དེ་བས་འདུག་ལ། ད་དེ་ཧེ་མ་དུས་རབ། དེ་ལྟར། བཅུ་གཉིས་པའི་སྐབས་ཀྱི་ལོ་རྒྱུས་མེད་སྨོས་ལ། ཏེ་དེ་ལས་བས་དེ་ང་ཆེར་འབྲུག་རྒྱལ་ཁམས་ན་ལུ། དེ་ལྟར། དུས་རབ་བཅུ་གསུམ་པའི་ན་ལས། ཏེ་སྒྲུབ་པ་བཀའ་བརྒྱུད་ཀྱི་ཆོས་དེ་ང་ཆེར་འབྲུག་རྒྱལ་ཁམས་ན་བྱོན། རྟོགས་ལྡན་ཕ་ཇོ་གྱི་སྐབས་ལས་རེ་དང་དགུ་བཙུན་ནོ། དེའི་སྐབས་ལས་སྒྲུབ་སྡེ་དེ་བས་བཤད་སྒྲུབ་ཀྱི་སྡེ་དེ་བས་དག་ཞིང་རྒྱས་པའི་ལོ་རྒྱུས་མི་འདུག་དེ་ལས་རིམ་པ་བཞིན་དུ་སྡེ་དེ་ལ་དུས་རབས་བཅུ་བདུན་པའི་ནང་ལུགས་སྡེ་དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམ་རྒྱལ་ནང་བྱོན་ཆོས་སྲིད་ཀྱི་བསྟན་པ་བཙུགས་དགེ་འདུན་གྱི་སྡེ་རིས་སུ་ལས་བྱེད་གཙོ་མོ་ཐི་བོ་དང་བཤད་སྒྲུབ་ཀྱི་སྡེ་དེ་དག་རེ་ཟུང་ཕྱི་རྒྱལ་རྒྱལ་བའི་ལོ་རྒྱུས་མང་པོ་ལས་མེད་པ་དེ་དེ་ཡིན། མ་ཏཱ་ནི་བའི་བུ་བདག་ལོ་ཏའི་སྟག།

དེ་སུ་ལས་ཤ་ཡོས་བིད་ཀྱི་ནང་ལས་དེ་ལྟར་མང་བོ་རྒྱུད་འཛིན་གྱི་བཀའ་བབས་ཏེ་དེ་རྗེ་བཙན་བཙན་ཚུལ་དོན་གྲུབ་ཡིན་པ་གཟིགས་ཏེ་གྱི་བའི་རྟོགས་པ་དོན་གྱི་དབང་ཕྱུག་སེམས་ལ་བསྐུར་ཞིང་གཟེངས་རྟགས་རྟོགས་པ་དོན་གྱི་དབང་ཕྱུག་སེམས་ལ་བསྐུར། ཕྱག་ཆེན་ཆོས་དྲུག་དང་སྙན་བརྒྱུད་ཀྱི་གདམས་པ་མཐའ་དག་བུམ་པ་གང་བྱོ་ཡི་ཚུལ་དུ་གནང་བར་མཛད། བུམ་པ་སྤྱི་ན་ལས་སྤྱི་ན་ལུགས་ཕྱོགས་མདོ་གསུམ་པའི་དེ་ལྟར་ལྟ་བ་ཕྱག་ཆ་ཆེན་པོ་སྒོ་མ་ནག་རོ་ཆོས་དྲུག་དེས་བཟུང་པའི་ང་ཚ་ར་མཁའ་འགྲོ་སྙན་བརྒྱུད་ཀྱི་གདམས་པ་འདི་ཚོ་ཆ་མཉམ་ལྷག་འབྱོར་གྲུབ་དབང་བསྟན་འཛིན་རྒྱ་མཚོ་འཁོར་བ་ལུགས་མིང་མ་ཞིག་ཡོད་ཚད་བཅིབས་ཏེ་བུམ་པ་སྤྱི་ན་ལས་སྤྱི་ན་ལུགས་ཨ་ནེ་བའི་སྒོམ་རྒྱུད་པས་བྱུགས་ཏེ་ཀླུ་གདུག་བཟུང་པས་ད་ཨ་ནེ་བའི་གནང་སྙམ་ཨེ་ཡིན་སེམས་མེད་ལ། རྒྱུ་མཚན་དེའི་ཕྱིར་ནའང་ཟེར། དེ་རྒྱུ་མཚན་དེ་ལས་བསྟན་ཏེ། ད་རྗེ་བླ་མ་ཉིད་ཀྱིས་ཀྱང་ཟེར་ད་རྗེ་བླ་མ་བསྟན་འཛིན་དོན་གྲུབ་འཁོར་རབ་རྒྱལ་དེ་མི་ཚེ་འདི་ལུགས་ངེས་པ་མེད་པ་ཟེར་ངེས་པ་མེད་པས་ཐོག་མར་རྟེན་འབྲེལ་མ་འཆུགས་པ་ཞིག་མཛད་ཀྱི་སྒོ་ནས། དེ་ལས་དེ། དྭངས་མ་ར་ད་རྟེན་འབྲེལ་མ་འཆུགས་པ་ཞིག་མཛད་འོ་ནོ་འདི་ཀྱི་ཐུགས་རྗེ་དེ་གནང་འདི་གི་བས་དེ་གདུལ་བྱའི་སྤྱོད་སྒྲུབ་ཡུལ་མི་ལུ་མ་ལྟོས་པ་དེ་ཡ་ལྟ་མགུ་ལུ་སྒྲུབ་དེ་དགུ་གཙུག་ཕུད་ག་ལས་དེ་ང་ཆ་ར་དེ་ལྟ་ང་ཆ་ར། རྟེན་འབྲེལ་ལུ་རག་ལས་པའོ་མོ་འབྲུག་རྟེན་འབྲེལ་ལ་མངའ་བརྙེས། ད་ཧ་ནེ་པའི་བོད་ད་ལུ་དེ

ཏེ་ཨི་མའི་ནོ་ཏི་ཏེ་ཅབ་ཅིག་འཁོར་བ་ཀའི་ཐུགས་རྗེ་ལྟེ་བའི་ཏེ་ཏཱ་རེ་ལྟེ་བའི་ཏེ་ཐུགས་རྗེ་ལྟེ་བའི་རྣམ་གཡེང་བས་སོ་མེ་དེ་དུས་འབྲུ་སྣུམ་པ་ཡོངས་རྫོགས་ན་འབྲུ་དེ་ལྟ་མགུ་གཅིག་པུ་ལས་མེད་པས་སང་ཉིན་གྱི་རྣམ་བཞག་ལ་མ་ལྟོས་པར་ཀུན་གྱི་ཡུལ་མིན་ཅེས་ཏེ་དེའི་སྐབས་ལུག་ཏེ་འབྲུ་སྣུམ་པ་ཡོངས་རྫོགས་ལུག་ལྟར་གྲུབ་སྟེ་སེམས་མེ་དེ་ཏེ་ལྟ་མགུ་ཕྱམ་ཤིང་གའི་མིང་ཡིན་སོ་མེ་ཨ་ནི་བུ་བ་ལས་ཏེ།

ལྷ་མི་ཆགས་ཆོས་ཀྱི་ཡུལ་དུ་བཞུགས་བཞིན་པ་ཡིན་ན་ཡང་ས་ཏྭ་ནི་གི་སྐབས་ལོ་ང་ཕྱི་ན་འབྲུག་རྒྱལ་ཁམས་ན་ལུག་དེ་དག་དཔུང་ཚིམ་གྲ་སར་སྟེར་བ་གཉིས་ཀྱི་གཙོས་བི་ཏཱ་ང་ཕྱི་ར་ན་ཤང་བ་དཔའ་གསུམ་གསུམ་གཅིག་གི་དབང་དུ་བཏང་སྟེ་བེ་སར་ཅེར་བས་དེ་ལྟ། དབང་འདུས་རབ་སྡེ། པཱ་རོ་གིའི་རབ་སྡེ། དེ་ན་ལ་བ་ཇོ་གོ་ལའི་ཀྲོང་སར་རབ་སྡེ་དང་རབ་སྡེ་ལས་ཤ་ཡུ་མོ་ལ་ཏྭ་ནི་གི་སུ་ན་ལུག་དེ་དག་ཆ་མཉམ་ར་དེ་དག་གི་འདུས་འཕགས་བི་གི་འདུས་བི་གི་སྡེར་བཞུགས་དུ་ཡོད་དེ་དེ་སུ་ཆ་མཉམ་ར

དེ་ལྟར་ན་ང་ཚེ་ར་རྫོང་ནགས་ཀྱི་ལྟེ་བརྟག་ཕྱོགས་ཁུག་གི་ཕྱག་ལེན་དེ་འཆམ་སྐྱབས་ནི་དེ་སྒྲིག་ལམ་རྣམ་བཞག་དག་ལེན་གྱིས་དེ་རྫོགས་ན་དེ་ག་ནུ་དེ་ཧ་ལམ་དེ་ལྟར་ན་ང་ཚེ་ར་ཡུན་ཐུན་གྱི་གཞི་མ་སེར་བོ་དེ་ཡིག་གུ་ཁྲི་ཕྱི་མའི་ནམ་སོང་ཡོད་མི་ནུ་ལ་དག་ནི་བས་འདུག་དེ་ལྟ་ན་སྤྱིར་བཏང་གི་ང་ཚེ་ར་ནང་ཁོ་ན་གྱི་སྒྲིག་ལམ་རྣམ་བཞག་དེ་སུ་བས་བ་བཞིན་ག་ནུ་བ་དམ་ཞལ་ལས་སྙིང་སྟོབས་ཀྱི་དབུས་ཀྱི་ལོ་རྒྱུས་དེ་སུ་དེ་དག་ནི་བས་དེ་དག་ཆགས་མེད་ཀྱི་གྲས་ལས་རྩ་བའོ་ཟེར།

ཏེ་དེ་ཡན་བླ་མ་སྟབས་ཆེ་ཁ་མང་སྐད་བཤམས་ཏོ་ཡག་པོ་སྨུ་གུ་སྐད་གོ་གིན་ཀུན་འཛོམས་པའི་ཁྱེད་གྲངས་མེད་འགྲོས་མི་རུས་ལོག་འོག་བླ་མ་གཙུག་དང་ནི་བི་དུ་བ་ལ་དང་ནི་བི་བའི་བཟང་པོ་ཡོད་སང་ངན་པ་བྱུང་བ་ཆོས་ཉིད་ཡིན་པས་སེ་ད་དེ་དེ་ང་ཆ་ར་དེ་རྒྱ་མཚོ་ཆེན་པོ་གི་ནང་ལུག་དེ་ནོར་བུ་རིན་པོ་ཆེ་ཡོད་དེ་ཅོག་རོ་སྦས་པའི་ཡོད་ཚད་ལབ་འདུག་གསུངས་པས་དེ་བཟང་པོ་ཡོད་སང་ངན་པ་དེ་ཆོས་ཉིད་ཡིན་པས་གསུངས་མེད་དང་ནི་གི་ཀ་ལུག་ང་ཆ་ར་གྲ་སང་ན་ལུག་དེ་དག་གཟུང་ཅི་འོང་དུ་བཏང་མ་ཅིན་ཏེ་ཆབ་ཆུ་བྱེ་མའི་ལས་ཤ་དུ་བ།

མཚན་མཐོ་བའི་ས་ན་གྲྭ་ཚང་ནང་བསྐྱོད་བཞག་པའི་ལོ་གཅིག་དྲུག་རྫོང་ན་ཚ་གཉིས་ཀའི་མི་ནུབ་ངོ་ནས་མི་ནུབ་ན་ཐིམ་ཕུར་བོར་བ་ཅན་ཟླ་བོ་དགུ་པའི་ནང་རྒྱལ་བོ་ཤ་ཆག་གིས། དེ་ལྟར་ན་བ་ན་ཚིག་མེད་དེ་སྨོས་ལ། རྒྱལ་བོ་ཤ་ཆག་གིས་ཀུ་ཤུ་དང་ཁྲིད་དེ་མ་སྐད་དགོན་ནས་འདུག་ཨ་ནི་མ་སྐད་དགོན་བ་ཚར་གཅིག་འོང། མ་སྐད་དེ་དགོས་བཞག་ད་རུ་ལོ་དབྱུག་ཁ་ཅུ་ལ་སྦས་ཨ་ནི་བས་དུས་ད། རྒྱུན་བར་པི་ན་ཁ་ལས་ན་བྱོན་རིམ་དང་ཟླ་བོ་གསུམ་མི་ན་ཞབས་བྲོ་ཀུ་ཤུ་དང་ཁྲིད་དེ་ད་རུ་བར་ཚར་གཅིག་དེའི་ཏོག་སོ་གཉིས་བར་གྱི་བཞག་མ་བཞག་མི་ཐུབ་པ་དེ་ཡག་པོ།

དེའི་རྒྱུ་མདོའི་ཕུ་དུ་ཕྱི་དར་གཉིས་ཀྱི་རྒྱུ་ནོར་ཕྱི་དར་གཉིས་ཀྱི་བཀྲག་མ་ཤེས་བེའུ་མ་སོགས་ཤིག་ཆ་སྙོམས་དད་པའི་མིང་ངོ་ཟེར། རྒྱ་མཚོ་ཁྱིམ་དབུས་ཀྱི་ནང་ལུགས་སྲོག་ཆགས་བཟང་མོའི་ཡུལ་ངན་མོའི་ཡུལ་ཟེར་ད་ཅི་ངག་ཤུ་ཏོག་འཛོམས་པས། མཐའ་ཡས་རྒྱ་མཚོ་ཆེན་མོའི་ནང་ལུགས་དེ་ནོར་བུ་དགེ་འདུན་སྤུན་ཆུང་མའི་འདུག་ཅོག་རོ་སྦལ་པའི་འདུག་ལྟས་ངན་ཆུ་སེར་འདུག་སྨོས་ལ། ད་ཨ་ནི་འཛོམས་པ་ཡིན་མེད་ཟེར། ད་ཨ་ནི་བས་ཏེ་སི་བ་ཡིན་ཞེས་ད་གྲོང་བ་རུ་མོ་ཤི་ཚུལ་རྣམས་བཟང་བོ་མ་པོ་ལ་ནི་དགེ་འདུན་གྱི་སྡེ་དང་གྲྭ་ས་རྒྱུ་ནོར་ལུག་སྟེ་ཆུ་ཁ་བཏང་ནས་ཏེ་མ་པོ་ལེ་ར་རེ་སི་མི་ཡིན་སི་མ་བ་ལ་ཏེ་དེ་རེ་སི་མི་མི་ཏེ་ག་ཅི་མ་སོ་བ་བྱིན་ཏེ་གྲོང་བ་འཁོར་རོ་ཆགས་སྡང་ཚ་དྲག་ཏེ་མེ་མེ་ང་ཆ་ལ་སྐུ་པ་བཏབ་པ་བྱིན་ཏེ་འཕགས་པའི་དགེ་འདུན་ལ་སྐུ་པ་བཏབ་པའི་གོང་ནས་ལས་ཁ་ལ་ཁ་ཡོད་ལ་ད་ཨ་ནི་བས་བུ་ད་ལུ་སྐུ་པ་བཏབ་པའི་གི་འདི་པ་དེ་གི་ཏེ་རང་ལུག།

དེ་གྲོགས་ཚང་མ་ཚུགས་མ་བྱས་པ་རྣམས་ལ་མ་དད་ཅིང་མ་འཁྱུད་པར་གྱུར་པ། མཁན་པོ་དང་སློབ་དཔོན་ལ་མ་དད་ཅིང་མ་འཁྱུད་པ། དམ་པའི་ཆོས་སྤངས་པ་གསུང་རབ་ཀླུའི་སྲོལ་བ་འཕགས་པའི་དགེ་འདུན་ལ་སྐུར་པ་བཏབ་པར་སེམས་མི་དེ་གསུང་ད་སྡིག་པ་ཕྱི་དྲག་ནི་དེ་གི་ཤ་བ་ཕུལ་གོམས་དེ་ནི་མོ་བ་དེ་མ་དག་ནི་བོ་ད་ལུ་དག་ནི་འདི་གསུང་མ་བོ་ལ་ཐུགས་མི་མཉེས་སེམས་མི་དེ་གང་ཟག་རང་རང་སོ་སོ་ལུ་སྡིག་པ་སྲབ་མས།